ཕོབ་མཚན་བཅུ་གཅིག་པ་ཁ་དོག་རྣམ་པར་བཀྲ་བའི་མེ་ཏོག་རྩོམ་པ་པོ་ཆུ་ཕྲིན་ལན་མེ་ཏོག་ལ་མཛེས་སྡུག་རྣམ་པར་བཀྲ་བའི་ཁ་དོག་སྣ་ཚོགས་ཡོད་པའི་རྒྱུ་མཚན་ཅི་ཡིན་ཞེ་ན་དེ་ནི་མེ་ཏོག་གི་འདབ་མའི་ཕྲ་ཕུང་གི་གཤེར་ཁའི་ནང་དུ་ཚེར་གྱི་ཡོད་པའི་རྐྱེན་གྱིས་ཡིན། མེ་ཏོག་ལ་ལའི་ཁ་དོག་ནི་དམར་པོའམ་སྔོན་པོ་དང། ཡང་ན་རྒྱ་སྨུག་ཡིན། མེ་ཏོག་དེའི་རིགས་ལ་འདུས་པའི་ཚིལ་གྱིས་ལ་མེ་ཏོག་གི་ཚིལ་རྒྱུ་སྔོན་པོ་ཟེར། མེ་ཏོག་གི་ཚིལ་རྒྱུ་སྔོན་པོ་དེ་སྤྱིར་བཏང་ཕྲལ་ན་མདོག་དམར་པོར་འགྱུར་བ་དང། དབུལ་སྟངས་ཕྲལ་ན་མདོག་སྔོན་པོར་འགྱུར་བ་ཡིན། ཁྱོད་ཀྱིས་མེ་ཏོག་དང་དང་ཞིག་ལ་ཚོད་ལྟ་བྱས་ཆོག་སྟེ། ཁ་དོག་དམར་པོ་ཡིན་པའི་མེ་ཏོག་དང་དང་དེ་འདག་རྫས་ཀྱི་ཆུའི་ནང་དུ་སྦངས་ཚེ། འདག་རྫས་ནི་བུ་ལག་ཤོས་ཡིན་པས་དེ་མུར་སྔོན་པོར་འགྱུར་བ་ཡིན། དེ་ནས་ཡང་ཁ་དོག་སྔོན་པོར་གྱུར་པའི་མེ་ཏོག་དེ་སྐྱུར་ཁའི་ནང་དུ་སྦངས་ཚེ་སླར་ཡང་ཁ་དོག་དམར་པོར་འགྱུར་བ་དང། དེའི་རྒྱུ་མཚན་ནི་སྐྱེར་ཁུ་ནི་སྐྱེ་རགས་ཤིག་ཡིན་པའི་ཕྱིར་རོ། ད་དུང་མེ་ཏོག་ལ་ལའི་ཁ་དོག་ནི་སེར་པོ་དང། ལ་ལ་ནི་ལི་ཁྲི། ལ་ལ་ནི་ངུར་སྨུག་ཡིན། མེ་ཏོག་དེ་དག་གི་འདབ་མའི་ནང་དུ་འདུས་པའི་ཚིལ་རྒྱུ་ལ་ལ་སེར་གྱི་ཚིལ་རྒྱུ་ཟེར། ལ་སེར་གྱི་ཚིལ་རྒྱུ་ནི་ཐོག་མར་ལ་སེར་གྱི་ནང་ནས་རྙེད་པ་དང། རིགས་དྲུག་ཆད་ལྷག་ཡོད། ལ་སེར་གྱི་ཚིལ་རྒྱུ་འདུས་པའི་མེ་ཏོག་ལ་ཡང་ཁ་དོག་སྣ་ཚོགས་ཡོད།

མེ་ཏོག་སྣ་ཚོགས་ལ་འདུས་པའི་ཚིགས་བརྒྱུད་དང་སྤྱིར། དབུལ་བཅུད་ཀྱི་གར་ལྷ་མི་འདྲ་ཞིང། ཆུ་ལུད་དྲོད་ལྷག་ཕྱིར་བཅུད་ཀྱི་ཆ་རྐྱེན་ལ་རྒྱུན་དུ་འགྱུར་ལྡོག་འབྱུང་བ་དང་བསྟུན་ནས་མེ་ཏོག་གི་ཁ་དོག་ཀྱང་མདོག་དྲག་པ་དང་མི་དྲག་པ། མདངས་གསལ་བ་དང་མི་གསལ་བ་སོགས་སྣ་ཚོགས་ཡོད་ལ། ད་དུང་འགའ་ཞིག་གི་ཁ་དོག་འགྱུར་སྲིད་པ་རེད། ཁ་དོག་འགྱུར་བའི་མེ་ཏོག་ཤིན་ཏུ་མང་སྟེ། དཔེར་ན་མེ་ཏོག་དྭངས་དྭངས་དམར་པོ་དེ་ཐོག་མར་བཞད་པའི་སྐབས་སུ་དམར་པོ་ཡིན་ཡང། འདབ་མ་ལྷུང་བའི་དུས་སུ་རྒྱ་སྨུག་ཏུ་འགྱུར་བ་དང། ཁང་བའི་མེ་ཏོག་དེ་གང་བའི་སྐབས་སུ་དམར་པོ་ཡིན་པ་དང། འདབ་རྒྱབ་བྱས་ན་རིམ་གྱིས་མདོག་དམག་སིལ་བུར་འགྱུར་ལ། རྗེས་སུ་ཕལ་ཆེར་དཀར་པོར་འགྱུར་བ་ལྟ་བུ་རེད།

ཀྲུང་གོར་ཚིག་རྩ་ཟེར་བའི་རྩ་ཞིག་ཡོད་པ་ལ་སྤྱིར་བཏང་གི་དྲོད་ཚད་འོག་ཏུ་མེ་ཏོག་དམར་པོ་བཞད་པ་དང། དྲོད་ཚད་ཧྲིལ་ཧྲིལ་དུ་སུམ་བཅུ་ཡིན་པའི་མུན་ནག་ཁང་དུ་མེ་ཏོག་དཀར་པོར་འགྱུར་བ་ཡིན། གྲུབ་ཐོབ་མེ་ཏོག་ཅེས་པའི་མེ་ཏོག་འདིར་ས་རྒྱུ་ཁ་ཤས་ཀྱི་ནང་དུ་མེ་ཏོག་སྔོན་པོ་བཞད་པ་དང། ས་རྒྱུ་གཞན་དག་གི་ནང་དུ་མེ་ཏོག་གློ་ཁ་བཞད་ཀྱིན་ཡོད། ད་དུང་མེ་ཏོག་ལ་ལ་ཞིག་གི་སེའུ་འབྲུ་བླངས་ན་ཁ་དོག་འགྱུར་བ་ཡང་ཡོད་དེ། དཔེར་ན་མེ་ཏོག་ཧེ་སྟོང་ཟེར་བ་དེ་དང་ཐོག་སེར་པོ་ཡིན་ཡང། སེམས་གྲིབ་ལངས་རྗེས་དཀར་པོར་འགྱུར་བ་དང། མེ་ཏོག་གྱིན་གཏེག་དམར་པོ་དེ་སེམས་གྲིབ་ལངས་རྗེས་དཀར་པོར་འགྱུར་བ་ལྟ་བུའོ། མི་ཞིག་གིས་མེ་ཏོག་རིགས་བཞི་སྟོང་བརྒྱ་ར་གོ་བདུན་གྱི་ཁ་དོག་ཟླུམ་རྩིས་བྱས་ནས་གཤམ་གསལ་ལྟར་རིགས་བཀོད་ཡོད་དེ། གོང་གི་ཟླུམ་རྩིས་རེའུ་མིག་ལས་ཁ་དོག་དཀར་པོ་དང་སེར་པོ་དམར་པོ་གསུམ་གྱི་མེ་ཏོག་ཤིན་ཏུ་མང་བ་མཐོང་ཐུབ། ཁ་དོག་དེ་གསུམ་གྱི་མེ་ཏོག་ལ་བཟང་ཆ་ཞིག་ཡོད་པ་ནི་ལྗང་མདོག་གི་ལོ་མ་དང་ལྷན་དུ་ཡོད་ཚེ་ཤིན་ཏུ་བཀྲག་མདངས་ཆེ་བས་འབུ་སྲིན་གྱིས་དོ་སྣང་བྱེད་སླ་བ་ཡིན། འབུ་སྲིན་གྱིས་ཀྱང་མེ་ཏོག་གི་ཁ་དོག་ལ་འདམ་ག་བྱེད་པ་ཡིན་ཏེ། དཔེར་ན། སྦྲང་མ་ཁ་དོག་སེར་པོ་ལ་དེ་འདྲ་མི་དགའ་བར་དམར་པོ་དང་སྔོན་པོ་ལ་དགའ་བ་ལྟ་བུ། དེ་བས་ཀྱང་ཡ་མཚན་པ་ནི་མེ་ཏོག་ལ་ལ་ཞིག་གིས་འབུ་སྲིན་ལ་འདམ་ག་བྱེད་པ་དེ་ཡིན། དཔེར་ན་མེ་ཏོག་འབྲུག་མགོ་ཟེར་བ་དེ་རྒྱུན་དུ་ཁ་ཚུམ་འདུག་པ་དང། རང་ཉིད་དགའ་བའི་སྦྲང་མ་དེ་འཕུར་ནས་ཡོང་ཚེ། དེ་མ་ཐག་ཏུ་འདབ་བརྒྱ་བྱེ་བ་དང། འབུ་སྲིན་གཞན་པ་ཡོང་ནས་རྐོ་བཏང་ཡང་ཁ་ཡག་གཏན་ནས་མི་བྱེད་པ་ལྟ་བུ། ད་དུང་རྩྭ་དེ་ཤོད་ཟེར་བ་དེས་མེ་ཏོག་གི་ཞལ་འཛུམ་མཚན་མའི་དུས་སུ་མངོན་པ་ཡིན། དུས་དེར་ཉིན་མོ་མུན་ནག་ཁྲོད་དུ་ཡིབ་ནས་འདུག་པའི་བྱེ་ལུབ་མེར་སྐྱིབས་འཕུར་ནས་ཡོང་སྟེ་མེ་ཏོག་གི་སུས་རྡུལ་སྐྱེ་བ་རེད། མཚན་མོར་བཞད་པའི་མེ་ཏོག་མང་ཆེ་བ་ནི་ཁ་དོག་དཀར་པོ་དང་སེར་པོ་ཡིན། དེ་འདྲ་མིན་ཚེ་མུན་ནག་གི་ཁྲོད་ནས་འབུ་སྲིན་གྱིས་རྙེད་དཀའ་བ་ཡིན། མཛེས་སྡུག་རྣམ་པར་བཀྲ་བའི་མེ་ཏོག་གིས་སྐྱེ་བོའི་ཡིད་དབང་འཕྲོག་པར་བྱེད་དེ། གཡུ་མཐའ་ལས་རླབས་ཆེན་གྱི་སྙན་ངག་པ། དན་ལྷའི་གསུང་རྩོམ་གྲགས་ཅན། ལྷའི་རོལ་དབྱངས་ཞེས་པར་འདི་ལྟར་བྲིས་ཡོད་དེ། ང་མདུན་དུ་བསྐྱོད་བཞིན་ཡོད་ཀྱང་ངའི་མེ་ཏོག་མཐོང་བས། གོམ་ཁ་དེ་མུར་ཇེ་དལ་དུ་སོང། འཛམ་བུ་གླིང་འདིར་མེ་ཏོག་ལ་མི་དགའ་བའི་མི་གཅིག་ཀྱང་ཡོད་མི་སྲིད། མི་རྣམས་ཀྱིས་ཁ་དོག་རྣམ་པར་བཀྲ་བའི་མེ་ཏོག་གི་འཚོ་བའི་ཁོར་ཡུག་ལ་རྒྱན་དཀྲིས་པ་དང། དེའི་གཟུགས་བརྙན་གྱི་གྱོན་པ་དང་ཡོ་བྱད་ལ་རྒྱན་དཀྲིས་ཏེ། མཛེས་སྡུག་དང་ལྷད་མེད་བདེ་སྐྱིད་བཅས་ཀྱི་མཚོན་བྱེད་དུ་བྱེད་པ་ཡིན། ཀློག་པ་དང་འབྲི་བ། ཁ་ད་ན་རོ་ཏོ་ཀ་བཞག་ཏོག་ཁ་ཏོག་ཁ་ཏོག་ཚ་ན་རོ་ཚོ་ས་བཞག་ཚི་ར་རྒ་བཏགས་རྒ་ཡ་བཏགས་རྒྱ་ཞབས་ཀྱི་རྒྱུ་ཚི་རྒྱུ་ཚི་རྒྱུ།

ཀ་རབ་བཞག་དཀར། ས་བླབ་དག་ལྷ། དཀར་ལྷ། དཀར་ལྷ། ར་རྒབ་དག་རྒ་ཡབ་དག་རྒྱ། ས་མབ་དག་རྨ་ཞབས་ཀྱི་དམིགས་ཀ་བཞག་དམིགས། རྒྱ་དམིགས། རྒྱ་དམིགས།

ཀ་ལྔ་བཞག་གང། བ་ཞབས་ཀྱི་བུ། གང་བུ། གང་བུ།